ང་ཚོའི་གནས་སྟངས་སྐྱོ་པོ་ནི་ལས་ཀྱི་ཆ་མི་ཡོད་ལས་དར་དྲག་ལ་སྐྲ་མི་ཤོར་བ་འདྲ་རེད། འཛམ་བུ་གླིང་གི་ནང་དུ་ང་རང་ཚོ་བོད་མི་རིགས་ཟེར་མཁན་དེ་ད་ཐོར་དུ་ཡོད་རེད་པ། ཐོར་དུ་ཡོད་དུས་འབྲས་བུ་སྨིན་དུ་འདུག་ལུང་པ་ག་བ་ཐོར་དུ་ན་ལུང་པ་དེ་གི་སྐད་ཡིག་གཞན་ལུང་པ་དེ་གི་འགྲོ་སྟངས་གཞན།

ཡིན་ན། འདས་པའི་ཆོས་ཕྱོགས་ཀྱང་འགྲུབ་ཟིན་དེ་གའི་མི་དེ་ཡིན་ཏེ། ད་མ་འོངས་པ་ལ་མི་དེ་འདྲའི་གཉིས་ཡ་རྩ་བ་ནས་ཡོད་མ་རེད། མེད་པ་ངས་མཐོང་ཐུབ་པ་འདུག། དེ་ད་དོལ་ཚོགས་ཀྱི་བཀའ་དྲིན་དྲན་ནས། དོལ་ཚོགས་ཀྱི་བཀའ་དྲིན་དྲན་པའི་དོན་ནི་དོལ་ཚོགས་ཀྱི་ལྟ་བ་དང་དམིགས་ཡུལ་དེ་ལྟ་ང་ཚོས་བདག་པོ་རྒྱག་དགོས་འདུག། དོལ་ཚོགས་ཀྱི་ལྟ་བ་དམིགས་ཡུལ་དེ་བདག་པོ་རྒྱག་མ་ཐུབ་ན། ང་ཚོ་གོ་ཆོད་གི་ཡོད་མ་རེད།

འགྲོ་སྟངས་འདི་ཤེས་པར་བྱ་དགོས་ཡང་ད་དུས་སྐབས་སླེབས་དོན་འདུག་གཞན་ན་བ། ལུགས་མཐུན་དུ་མ་སོང་ན། ད་མེ་ཏོག་དུ་མ་སོང་རེ་ཤེས་ར་ཆེ་སྟེ་དེ་ལས་ཚང་མ་དགོངས་པ་ལ་བཞག་རོགས་བྱས། གཅིག་གཅིག་ལ་གསུང་རོགས་བྱས། ང་རྒད་བུ་འགས་ཉམས་མྱོང་ཟེར་བ་ན་ཁ་བརྡ་ཟེར་བ་ན་རེ་བ་ཟེར་བ་ན་ཞུ་ཡ་དེ་ཡིན། དེ་གྱེན་ན་བ་དགོངས་པ་ལ་བཞག་རོགས་བྱས། དུ་ཅི་བྱས། ཨ་ནི་ད་རེས་ང་དགའ་པོ་མེད། མང་པོ་མཛད་སོང། མཛད་པ་མི་དེ་གྱིས་ང་རང་ལ་བསམ་བློ་གི་ཐོག་ནས་མི་བལྟ་བར་ཐེབས་ཆག་དེ་འདྲ་མེད། ང་རང་གི་བློ་སྐད། བློ་སྙན་གྲངས་གསུམ་དེ་བལྟས་ཚར་རེ་མེད། མང་པོ་འཛོམས་སོང་དགའ་པོ་བྱུང། དེ་ནི་ཁྱེད་རྣམ་པ་གཞོན་པ་དུ་ཚོད་ཡིན་ན་ངས་ཚང་མ་ངོ་མཁྱེན་གྱི་ཡོད་མ་རེད། ཁྱེད་རྣམ་པ་ཚང་མ་གཅིག་རེ་ཞུ་རེ་གཅིག་བལྟ་ཤ་པོ་འདྲ་བོ་བྱེད། ང་ཚོས་བསྟན་དོན་གྱི་ཐོག་ལ་ཤུགས་རྒྱོན་རོགས་གྱིས། གཏན་ཚིགས་ཐོག་ལ་གཅིག་བཞུགས་རིས་གཅིག་བརྟག་བྱ་བ་གྲུབ་ཕྱིར་འགྲོ་ནས་གོམ་པ་མ་ཕྱུག་པོ་བཙལ་ནས། ང་ཚོ་མི་རིགས་བསྟན་དོན་དེ་སྒྲུབ་ཐུབ་ན་ཡག་དེ་ང་རང་ཚོ་ཚང་མ་གི་ལས་འགན་ཡིན་པ་གོ་བར་བཞག་རོགས་བྱེད་ཟེར་ངས་ཞུ་རྒྱུའི་སྙིང་པོ་དེ་དེ་ཡིན། ད་མི་གཞན་པ་ཞུ་རྒྱུ་བྱེད་མེད་ཐུགས་རྗེ་ཆེ།